ད་རིང་ངའི་བརྙན་ཐུང་འདིའི་ནང་ལ། སྨོན་ལམ AI འམ་སྨོན་ལམ་རིག་ནུས་ཞེས་པ་དེ་མགོ་འཁྲིད་ཞུ་གི་ཡིན། རིག་ནུས་ཟེར་ན་ད་མིའི་རིག་པ་ལས་འམ་མིའི་རིག་པའི་ནུས་པས་བཟོས་བཞག་པ་ཅིག་ལ་ཡང་རིག་ནུས། སྤྱི་དང Artificial ཟེར་ན།

ནི Speech to Text ཤེས་པ་ནི་ཨན་མ་བྲིས་པ་ཅིག་འདུག། མ་རང་གིས་ཤེས་པ་དེ་ཨན་མ་བྲིས་འདུག་ག་ཁོ་རང་ཡི་གེ་རང་ལ་ཡ་དེ། བཞི་པ་དེ་དཔེ་ཆ་ཤོག་བུ་སྟངས་ལ་ཡོད་པའམ་པར་ཀི་སྟངས་ལ་ཡོད་པ་གང་ཞིག་དེ་རང་གིས་བདམས་ནས་དེ་ན་བླུགས་པ་ཡིན་ན་ཨན་དེའི་ཡི་གེ་ནང་ལ་ཕབ་ཡོང་གི་རེད། འདི་འདྲའི།

ཡང་གཞན་པ་གཅིག་ཞུ་གི་ཡིན། གཞན་པ་ཞུ་བ་ཡིན་ན་རེ་བ་ལ། དཔེར་ན་དེ། འདས་པའི་སངས་རྒྱས་མ་མེད་ཟད་མ་འོངས་སངས་རྒྱས་བྱམས་པ་དགོས་ན་ད་ལྟའི་སངས་རྒྱས་ཤེས་རྒྱུད་ཐུབ་པ་ཟེར་གསུང་བ་འདི་གཅིག་ཞུ་གི་ཡིན། སྔོན་ལ་འདུག་ཀོ་པི་ན། ཀོ་པི་ཆེ་བྱས། དེ་ནས་འདས་ལ་ཡང་འདུག་པེས་བྱས། ཡང་འདི་ཏྲང་སི་ལེད་བྱས་བི་ན།

འདི་གང་འདྲེར་བཟུང་ན། ཨོ་ཡང། དངོས་ལ་ཡང། ད་ཅི་ན་ཕྱིན་ཆད་བྱས། ད་ག་རང། ཁྱེད་འདས་པའི་ཆེད་དུ་ད་ག་རང། གོ་བི་བྱེད་ཡིན། གཅིག་རང་གོ་བི་བྱས་བི་ན་ཨ་ནི་ཧ་གོ་གུ་རུ་བ། འདུག་བྱས། ད་འདི་སམ་མི་བྱས། ད་དེ་ལས་སོང་ང། ཏག་ཏག་ཁ་པར་གཏོང་མཁན་ནི། ངེད་ཚང་གི་ཁྱིམ་སུ་མ་བགྲོད་གར་གྱི་རེད།

ད་ཐེངས་ཨིན་དྲས་རེད་བཞག་སོ་སོའི་མ་ཁ་ནས་ད་རི་ཀོར་ཏིང་བྱས་རེད་འདུག་ག་རི་ཀོར་ཏིང་ཟེར་གོ་རོགས་མ་སྐད་བཙུད་ཡ། སྐད་མ་བཙུད་བྱས་བཙུད་སྐད་དེ་ཨ་ཕ་གི་ཡིག་ཐོག་ལ་མ་ཕབ་ཡོང་གི་འདུག་དཔེར་ན་ངས་དེ་སྐད་ཅིག་བཙུད། རང་དབང་ཐམས་ཅད་བདེ་བ་སྟེ། གཞན་དབང་ཐམས་ཅད་སྡུག་བསྔལ་ཡིན། དེའི་རྒྱུ་དུ་བ། རང་དབང་ཐམས་ཅད་བདེ་བ་སྟེ་གཞན་དབང་ཐམས་ཅད་སྡུག་བསྔལ་ཡིན། དག་བྱ་ག་ལ་གང་དུ་འདྲིས་དུ་བ་སྟེ། བདེ་བ་ཟད་དེ་སྔོན་འཇུག་དེ་བར། བས་ཚ་བོ་ས། རྒྱབ་ཤར་མ་དོ། ཞེན་པ་འཕེལ་ཕྱིན་འདྲིས་དུ་བ། དབང་འདྲིས་རེད་དོ། ཐ་དེ་ནས་ཐ་མ་ཨོ་སི་ཡར་སོང་བས་འདི། འདྲེ་རེད་བཞག། ཤོག་བུའི་སྟེང་ལ་ཡོད་པའི་དཔེ་ཆ་དེ་ཡིག་ཐོག་ལ་ཕབ་ཕེབས་ཡ། དཔེར་ན་འདུག་སུ་གནས་པ་ཡིན་ན། དེ་ཕབ་ཡོང་གི་འདུག་ག། ད་ག་ནང་བཞིན་གྱིས་དེ་འོག་དེ་བྱེད་ཀྱི་འདུག་ག། དེ་ཕབ་འདུག་ག། ད་དེ་ནས་ད་ག་རང་ནང་ལ་ཡོད་པ་ཡོད་བཞག་པ་ཞིག་མ་གཏོགས་དེ་ནས་ང་རང་ཚོ་འབྲུག་བྱས་བདམས་བྱས་དེ་ལ་ཡང། དཔེ་ཆའི་ཤོག་བུ་ཡི་གེ་དེ་ཡིག་ཐོག་དེ་ཕབ་ཡ་ཅིག་མི་འདུག